རེད་དེ། ཨ་ནི་བེ་འབྲུ་ཡི་རང་བཞིན་ལ་གསེར་གྱི་མི་མང་རེ་བྲིས་པ། ཡང་ན་གསེར་གྱི་ས་གཞི་ལ་བེ་འབྲུ་ཡི་མི་མང་བྲིས་བསྡད་པ། སྣའི་ནང་ནེམ་ཞིང་གཏིང་རྣམས་འབར་བྱེད་པ། འོ་ད་དེ་ལ་རྩི། ཨ་ནི། སྤྲུལ་པའི་བྱ་དང་བྱིའུ་དེ་ཚོ་སྐད་ཡངས་པའི་ཆོས་གསུངས་བསྡད་པ་འདྲ་བོ། འོ་ད་དེ་ནི། ད་དེ་གི་སྤྱིའི་ཐད་ལ་དབུའི་ཐད་ལ་དེ་ནི་འོག་མིན་རྒྱ་མཚོ་ཆེན་པོ་ཅེས་བྱ། འོག་མིན་རྒྱ་མཚོ་ཆེན་པོ་གི་དབུའི་དེ་ནི་ཡང་དཔག་ཚང་གི་ཤིང། རིན་པོ་ཆེ་སྣ་བདུན་གྱི་རང་བཞིན་ཅན། ག་རེ་ཟེར་ན་རྩ་བ་གསེར། སྡོང་བུ་དངུལ། འོག་དང་དེ་ནི་ཡལ་ག་བེར་འབྲུ་ཡལ། ལོག་མ་དེ་ནི་ཤེལ། འདབ་མ་དེ་ནི་སྤུག། ལོག་མ་གི་ནང་ལ་རི་མོ་གཅིག་འདུག་བ། ལོ་མ་ལེ་ལེ་བྱེད་དེའི་ནང་ལོགས་ལ་འབྲུག་ཨུ་སུ་རི་མོ་ཡོད་པ་དེ་རྟ་མ་རེད། འོ་ད། འོ་དེ་སྤུག། འོ་ཨ་ནི། མེ་ཏོག་དེ་ཚོ་དེ་ནི་མུ་ཏིག་གི་བེ་མེ་ཏོག། ཨ་ནི་འབྲས་བུ་དེ་ཚོ་དེ་ནི། རྡོ་ཡི་སྙིང་པོ། འོ་ད་རྡོ་རྗེ་ཕ་ལམ་གྱི་རང་བཞིན་ཅན། ད་དེ་འདྲས་ཀྱི་དེ་ནི་ལོ་མ་ཡིན་ན་མེ་ཏོག་ཡིན་ན་སྡོང་པོ་ཡིན་ན་གང་ག་བདུན་ཚན་བདུན་ཚན་བདུན་ཚན་བདུན་ཚན་ཡོད་བསྡད་པ་ཅིག་དེ་རྟེན་འབྲེལ་གྱི་གནད་ཅིག་ཡིན་པ་དང་བདུན་བདུན་བདུན་བདུན་བྱས་ཡ།

འོག་མིན་མཚོ་ནང་ལ་དཔག་བསམ་གྱི་ཤིང་འདུག་ཅེས་ནས་འདི་སོང་ང་འོ་དེ་རེད། ད་དེ་ལས་ཚོས་ཁ་ཐག་དེ་ཚོ་ལ་དེ་ནས་མེ་ཏོག་པད་མ་དང་ཨུཏྤ་ལ་དང་འོ་ད་དེ་དེ་ཡོད་པ་གསུངས་ཡོང་ད་དེ་བྱས། ད་དེ་ནས་ད་དཔག་བསམ་གྱི་སྡོང་བུ་དེ་གའི་སྡོང་བུ་མིན་ཡང་བྱས་ནས་འོ་ད་སྡོང་བུ་བྱས་ནས་སྡོང་བུ་དེ་ལ་ཡལ་ག་བདུན་བྱས། ཡལ་ག་བདུན་ཏེ་ཡལ་ག་བདུན་ཕྱེད་ཐག་ཆོད། གཡས་ཀྱི་ཕྱོགས་ནི་ཡལ་ག་གསུམ་བཅད། གཡོན་གྱི་ཕྱོགས་ནི་ཡལ་ག་གསུམ་དུ་ཁ་བྱེ། ཨཱ་ནི་སྤྱིའི་དེ་ནི་ཡལ་ག་ཡང་གཅིག་བྱེད། ཡལ་ག་གཅིག་གི་ཡལ་ག་དེ་ལ་ཨཱ་ནི་མེ་ཏོག་དེ་གང་དེ་ལ་དེ་ནི་མེ་ཏོག་པད་མ་རྒྱ་ཆེ་ཐག་ཆོད་གཅིག་ཤིང་རྒྱ་ཆེ་ཐག་ཆོད་གཅིག།

ད་དེའི་སྒང་ལ་ཡ། པད་མའི་གདན་གཅིག་རེ་སོང་ཨ་ནི་གཉིས་གསུམ་བཞི་ལྔ་དྲུག་པད་མའི་གདན་བཅུ་གཅིག་བར་དུ་ཡ་བཙའ། དེ་ཡིན་ཙང་སྔ་མ་སྔ་མ་དེ་འཇའ་དེ་ཆུང་རུལ་ཆུང་རུལ་འདུག་ས་ཡ་བྱས། འགྲོ་དང་བཙའ་དེ་སྤང་དེ་མཐོ་རུལ་མཐོ་རུལ་མཐོ་རུལ་བྱས། ཁྱེད་ནི་མི་ནི་ཡང་སེང་གེའི་ཁྲི་ཡི་སྟེང་གི་པད་མའི་གདན་དེ་དང་པོ་བརྩིས་ནི་ཨ་ནི་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་བཅུ་གཅིག་བར་དུ། བཅུ་གཅིག་བྱས་ནི་བཅུ་གཅིག་བར། འདིར་བ་དང་ཨ་ནི་པདྨའི་གདན་ཏེ་པདྨ་འདབ་མ་བཞི་མ་ཐོ་ཡོག། པདྨ་འདབ་མ་བཞི། པདྨ་འདབ་མ་བཞི་གི་དེ་ནི་ལྟེ་བའི་གང་དེ་ལ་ལྟེ་བའི་གང་དེ་ལ་དེ་ནི་དེ་གའི་ཉི་མའི་གདན། འོ་ད་དོན་དམ་བྱང་ཆུབ་ཀྱི་སེམས་མཚོན་ཡ་གི་དེ་ནི་ཉི་མའི་གདན། འོ་དེའི་གང་དེ་ལ་དེ་ནི་ཁ་སོ་ད། ཀུན་རྫོབ་བྱང་ཆུབ་ཀྱི་སེམས་མཚོན་ཡ་གི་དེ་ནི་ཟླ་བའི་གདན། དཔེ་མེད་བདེན་ཡོད་ཡོད་གར་བ་དག་དེ་གང་ལ་ད་ཉིན་པ་འདི་འདྲ་བ་དང་བཅས་ནས་དེའི་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་མཚོན་པ་ཡིན། དཔེ་མ་དེ་གི་དེ་ནི་རུ་བ་དང་ངེས་འབྱུང། འཁོར་བ་འདམ་གྱིས་བྱས་ཀྱང་འདམ་གྱིས་མ་གོས་པ་ཁོ་བོའི་སྐྱོན་གྱིས་མ་གོས་པ་དེ་མཚོན་གྱི་ཡོད་རེད་དོ་དཔེ་མ། འོ་ན་དོན་དམ་བྱང་ཆུབ་ཀྱི་སེམས

ད་དུས་ཀྱི་དབང་གིས་ཁ་ཐུག་ལ་ཐམས་ཅད་སྣང་འགྱུར་གྱི་སེམས་བྱེད་པ་ཚེ་གཅིག་པ་རེད། ཀུན་རྫོབ་བྱང་ཆུབ་ཀྱི་སེམས་འདི་པའི་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ལ་དམིགས་ནས་ཨ་ནི་སེམས་བསྐྱེད་བྱ་ཅི་རེད་བ་དེ་ཡིན་ན་ཟླ་བ་གོ་བོ་ཆ་ཚང་བྱེད་དཀའ་བོ། ཉི་མ་དེ་དོན་དམ་བྱང་ཆུབ་ཀྱི་སེམས་དེ་ཡང་དོན་དམ་བྱང་ཆུབ་ཀྱི་སེམས་རེད་བ་ད་དེ་ཡིན་དུས་དེས་པའི་ཆོས་ཐམས་ཅད་ཀྱི་སྟེང་གི་དེ་ནི་ལུགས

དེ་ཡིན་དུས་གང་ཟག་པའི་རྒྱུད་ཐ་དད་པ། བཞི། གཅིག་ཏུ་འདྲེས་ནས་བསྒོམ་པར་འོས་སམ་དེ་འདྲ་མ་རེད། ཨོ་ད་དེ་གསུམ་ངོ་བོ་གཅིག་རྒྱུད་གཅིག་པ་དང་པོ་ནི་རེད། དང་པོ་ནི་རེད། ཡིན་ན་ཡང་སོ་སོའི་ངོས་ནས་ཐ་དད་བཞིར་ཆ་བལྟས་ཀྱི་འདུག་བ། རོ་དང། ཆགས་ཀྱི་འདུག་བ་དང་རྡོ་རྗེ་འཆང་ཟེར་དུས་གཞན་པར་རོ་གཅིག། ཤཱཀྱ་ཐུབ་པ་ཟེར་ན་ཡང་གཞན་པར་རེ་ཞིག། རྒྱའི་བློ་བཟང་གྲགས་པ་ཟེར་དུས་གང་ལ། ཅེས་ཙོང་ཁ་པ་ཆེན་པོ་ཟེར་བའི་གཅིག་ཡང་བོད་གངས་ཅན་གྱི་ཞིང་ལ་ཕག་བསམ་བློ་ཁ་ཡོད་ཅིག་གོ་ད། སྟོན་པ་ཤཱཀྱ་ཐུབ་པ་སི་ཏུ་ཀཱ་ལ་ད་རྒྱ་གར་ཕ་བེ་ཡོད་ཕག་ཅིག་བསམ་བློ་ཁ་ཡོད་ཅིག། རྡོ་རྗེ་འཆང་སི་ཏུ་ཀཱ་ལ་ག་བ་ར་ཅིག་བསམ་བློ་བཏང་འདི་གོ་ཡོད་ན་བསམ་གོ་ད་ཁོ་ས་ར་བ་ཅིག་མ་ར་ཅེས་རྡོ་རྗེ་འཆང་འདི་ག་བ་ར་ཅིག་ཡིན་གོ་ས་ཅེས།

རྣམ་རྟོག་བག་བཀག་ཡང་དེ་ལ་ད་ལོང་དྲང་རིག་པ་དྲང་ད་དཔེ་ཆ་ལྟ་ནས་མཚན་ཉིད་ཅན་པའི་རིག་ལམ་བཞི་པོ་མཁས་པ་ཆགས་ཡ་དེ་གོ་ཆོད་ཡ་དེ་ད་འདི་ལ་ཆོས་གོ་བ་སོ་སོ་ཁ་ཚུར་ལོག་ནས་བཤེས་གཉེན་བསྟེན་ཚུལ་གྱི་ཐོག་ལ་འདི་ལྟར་ཆོས་གོ་ད་གོ་གསུམ་རྒྱག་ཡ་ཡོད་ན་སོ་སོ་ལ་རྒྱག་ཚ་རྒྱག་ཡ་ཡོད་ན་སོ་སོ་ལ་རྒྱག་རོགས་པ་ད་ག་རེ་བྱེད་རྒྱུ་ཡོད་ན་ཕྱག་དཔེ་ད་དགའ་དཔེ་ཆ་ད་དགའ་བྱས་ན་སོ་སོ་དེ་ལ་ཚུར་བྱེད་ཀྱི་ཡིན་ན། ཨ་ནི་ད་ཕན་ཐོགས་ཡོད་དཔེ་ཆ། རོ་དང་མི་ཚེ་གཅིག་ལ་བའི་དཔེ་ཆ་ལྟ་ཡ་དེ་ད་ཕན་ཐོགས་ཡོད། འོ་དོ་ཟེར་ནས་གངས་ཅན་སོ་སོའི་རྣམ་རྟོག་དུ་བར་བཀག་ནས། དེ་གཞི་དེ་པའི་ངོ་བོ་གཅིག་པ་ཡིན་པ་སྒྲུབ་མ་ཐུབ་བར་དུ་ཨ་ནི་ལ་བླ་མའི་རྣལ་འབྱོར་དང་བཤེས་གཉེན་བསྟེན་ཚུལ་དུ་ཡོང་ཡ་ཡོད་མ་རེད། ཡོང་ཡ་ཡོད་མ་དེ་མ་ཡོང་ན་ད་གཞན་པ་ད་གས་ཡོད་མ་རེད་ད་ལམ་གྱི་རིམ་པ་ཡར་འགྲོ་ཡ་ཡོད་མ་རེད་འགྲོ་གི་ད། དེ་ཡིན་དུས་སངས་རྒྱས་ཀུན་གྱི་ངོ་བོ་ཉིད། བླ་མ་བཅུ་པའི་ཚིག་གིས་སྒྲོ། འོ་དེའི་དོན་དག་དེ་དེ་སྐད། འདི་ནི། ད་བར་དེ་བཞིན་འདི་ནི།

གདམས་པ་དངོས་ཀྱི་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ནི་མ་བྱས་ནས་ད་ལྟ་འདི་བར་དུ་ཤ་སྒོམ་གནང་ངོ། ཤ་སྒོམ་བྱས་ནས། ཡང་སྦྱོར་སྒོམ། ཡང་སྦྱོར། སོ་སོའི་བི་གའི་ག་རེ་ངེས་པ་ཅིག་ཡོད་རོགས་དང་ཟུང་འཇུག་གང་ལ་ག་རེ་ངེས་པ་དེ་བག་ཕེབས། ཨཱ་ནི། དེ་ནས་འདི་ཤ་སྒོམ་འདི་བྱས། ངེས་ཀྱི་མི་འདུག་ན་དཔེ་ཆ་སྟེ།

ལྷ་ཡུལ་ལ་ཕེབས། ཡུམ་གྱི་དོན་དག་ལ། ལྷ་ཡུལ་ལ་བདག་ཅག་གི་སྟོན་པ་ཚངས་སྤྱོད་བཅོམ་ལྡན་འདས་འོག་དང་སུམ་ཅུ་རྩ་གསུམ་ལ་ཕེབས་ནས་དེ་ལ་དབྱར་གནས་མཛད་ནས་ཟླ་བ་གསུམ་ལྷ་ཡུལ་ལ་བཞུགས་རོགས་གདའ། དེ་ནས་མ་འཛམ་བུའི་གླིང་ལ་མ་ཕེབས་ནས་འཛམ་བུའི་གླིང་འདི་ཉིད་ཀྱི་དེ་ནས་རྒྱལ་པོ་དང་དང་འཁོར་དང་དེ་ཚོ་ཚང་མ་ལོག་གདའ། སངས་རྒྱས་མ་མཇལ་ནས་ཡུན་རིང་པོ་བྱས་སོང་གདའ་སངས་རྒྱས་མ་ཕེབས་རོགས་གྱིས་ཡར་ཞུས་ནས། འགྲོ་འདི་རྫུ་འཕྲུལ་ཡོད་ཉིན་དེ་ཚོ་ཡར་ཕེབས་ནས་ལས་ཡང་བསྐུར་ནས་ཨ་ན་ལྷ་དེ་ཚོ་མ་ཛམ་བུའི་གླིང་ལ་མ་ཕེབས་ཐུབ་གི་རེད། ཨ་ན་ཛམ་བུའི་གླིང་གི་མི་དེ་ཚོ་ལྷ་ཡུལ་ལ་ཡར་འགྲོ་ཐུབ་གི་མ་རེད། འགྲོ་ཐུབ་གི་མེད་པ་ཡིན་དུས་དེ་ནས་མ་ཕེབས་རོགས་ཞེས་ཞུས་ནས་ཨ་ན་མ་ཕེབས་ནས་ད་དེ་རིང་ལྷ་བབས་དུས་ཆེན་ལ་དེ་ནི་ཛམ་བུའི་གླིང་ལ་མ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཕེབས་པའི་དུས་ཆེན་དེ་རེད། ལྕགས་ཀྱུ་ཟོང་རྡོ་རྗེ་འཆང་གི་དགོངས་རྫོགས་གིས་དེ་རིང།

ད་ག་རེ་ཐབས་ཤེས་ག་རེ་ཡོད་རེད་ཟེར་ན་ཐབས་ཤེས་གཞན་པ་གས་མེད་པ་རེད་ཞིང་གི་མཐུ་ལ་བརྟེན་པ་དེ་ད་མན་ངག་རེད། རེད་པ་ད། ཞིང་གི་མཐུ་ལ་བརྟེན་པ་མན་ངག་ཡིན་ཟེར་ད་ཞིང་ག་རེ་རེད་ཟེར་ན་ཚོགས་བསགས་བསགས་ཀྱི་ཞིང་ད་བླ་མ་རེད། ཨོ་ད་དེ་ནས་ཨོ་ད་དེ་འདྲི་གི་བས་སོ་སོ་པའི་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བསགས་བསགས་ཀྱི་བས་ཀྱི་ཞིང་ཨོ་ད་བླ་མ། ད་བླ་མའི་ཚོགས་ཀྱི་ཞིང་ད་བཞེངས་པའི་གསལ་བཏབ་ནས་དེའི་མདུན་ནས་འདི་ནི་སོ་སོའི་ཚོགས་བསགས་སྒྲིབ་སྦྱང་བྱས་ན་ཨ་ནི་ཀླུའི་མཐུས་བི་གའི་གར་སོགས་པ་དག་མཐོ་རུ་ཤློ་ཀ་བི་གའི་དག་ཤློ་ཀ་མཐོ་རུ་མཐོ་རུ་ཕྱིན། རིག་པ་ཡེ་ནས་པའི་རིག་པ་རྣོ་རུ་རྣོ་རུ་ཕྱིན། ཨོ་ད་རི་བ་དང་ཨོ་ད་དེ་འདྲིལ་གྱི་དག་བླ་མའི་བྱིན་གྱིས་བརླབས་ནས་ཨ་ནི་དེ་སོ་སོའི་བི་གའི་དག་མཆོད་བི་གའི་ཐོབ་ཡལ་བའི་དོན་དང་ལྡན་པ་འདྲ་བ་ཡོང་གི་རེད། རི་བ་དང་དེ་མེད་ན་འདི་ནི་ཞིང་གི་མཐུ་ལ་བརྟེན་པའི་རོ་དང། འོ་དང། མཐུ་ལ་བརྟེན་པ། མཐུ་ལ་འབད་པའི་མ། ཞིང་གི་མཐུ་ལ་བརྟེན་ནས་ད། སོ་སོའི་ཚོགས་བསགས་སྒྲིབ་བྱ་མ་བཅད་པ་ཡིན་ན། དེ་ནི་བི་ཀའི། རོ་དང། ཨ་ནི་གཅིག་གི། ཐོས་པ་བི་ཀའི་མཐུས་བྱང་དུ་སོང་ཡང་འདྲ་བོ། རོ་དང་གཅིག་གི་ལོ་ནི་ལོ་བའི་ཐོས་པ་བཅད་ལོ་ནི་ལོ་བསམ་མནོ་བཏང་ན་ཡང། འོ་དང་ཀྵ་ཀྵའི། རྟོག་པ་འདྲ་བོ་རྒྱུ་ནི་མི་བྱེད་ཡང་འདྲ་བོ་དང་རོ་དང། འོ་དང་གཅིག་གི་ཐོས་པ་བི་ཀའམ་བུ། འོ་དང་བསམ་པ། སྐམ་པོ། ས་ཡ་དྲུག་པ་ཁྲག་དྲུག་པ་ཡོད་པ་སྐམ་པོ་སི་ཏུ་གང་ན་ས་ཆ་སྐམ་པོ་སྐམ་པོ་ལ་དེ་ནི་དེ་གའི་ཞིང་ཁ་བཏབ་པ་ཡིན་ན་གཅིག་གི་མ་རེད་པ། ལྗོན་ཤིང་འདྲ་པོ་རེད་ཤིང་ཏོག་བཏབ་ན་ཡོད་པའི་སྐམ་པོ་ཡིན་དུས་གཅིག་གི་མ་རེད་པ། ཤིང་སྡོང་སྐམ་པོ་ལ་དེ་ནི་ལོ་མ་སྔོན་པོ་བྱེད་ཡ་ཡོད་པ་མ་རེད་པ་འོ་དེ་དྲིས་ཀྱི་བཟོ་འདྲ་པོ་བྱེད་ནས། ད་ག་རེ་དགུ་པོ་ཡོད་རེད་ཟེར་ན་དེ་གའི། གླན་འདྲ་པོ་དེ་ག་རེ་གཅིག་དགུ་པོ་ཡོད་རེད་ཟེར་ན་དེ་གའི་དད་པ། འོ་ད་དེ་ནི། དེ་ན་ནས་པའི་བླ་མ་པའི་སངས་རྒྱས་སུ་མཐོང་བའི་དད་པ། འོ་ད་དེ་འདྲི་གི་ཐོག་ནས་བྱེད་ཀྱི་ཡིན་ན་ཨ་ནི་ལན་བཞིར་འོ་དེ་འདྲི་གང་ག་ཚང་ནི་ཨ་ནི་ཕི་གེ། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་བས་འབྲོས་ཡ་གི་ལམ་གྱི་རིམ་པའི་སྟོན་ཐོག་དེ་ཚོ་དེ་ནི་བཅད་ཡོང་གི་རེད། རེད་པ་ད་ཞིང་ཁ་ཡག་པོ་གཅིག་བྱུང་ན་འགྲོ་པ་ད་འོ་ཐུགས་ཟེར་རེད། འོ་ད་དེ་འདྲི་གི་དེ་ནི་ཕི་གེ། དེ་ཡང་དེ་ནི་ད་ཐོས་བསམ་སྒོམ་གསུམ་བྱེད་བྱེད་ས་དེ་ཡང་ཕི་གེ་འོ་ད་མ་ནོར་བ་ཅིག་ཆོས་པས་རེད་པ་ད་ཅེ་དང་པའི་འཛམ་བུའི་གླིང་ལ་པའི་ཆོས་དྲན་ཉན་དེ་དཀོན་པོ་ཆེ་རག་རེད། ཆོས་དང་དྲན་ཉན་དཀོན་པོ་རེད། ཆོས་བྱེད་མཁན་དེ་དཀོན་པོ་རེད། འོ་ད་ཆོས་ཁས་ལེན་མཁན་དེ་ཡང་ཧ་ཅང་ཉུང་ཉུང་རེད། མི་འབོར་གྱི་ཆ་ནས་བྱེད་ཀྱི་ཡིན་ན། དེའི་ནང་ནས་བི་ཀའི་ད་ཆོས་བི་ཀའི་མ་ནོར་བ་ཅིག་ལ་བི་ཀའི་སོ་སོའི་བི་ཀའི་དོན་གཉེར་བྱེད་ལག་ཏུ་བླང་མཁན་དེ་ད་ཧ་ཅང་བི་ད་སྤྱི་དང་བསྟུན་ས་བསྟུན་འཇོག་བྱེད་ཀྱི་ཡིན་ན་ཉིན་མིན་སྐར་མ་འདྲ་པོ་རེད། ཉིན་མོའི་སྒང་ལ་སྐར་མ་ཆགས་དེ་ཡང་འདྲ་པོ་ཅིག་ཆོས་མ་ནོར་བ་ཅིག་བ་ལ

འོ་ད་སྡོང་གང་ཟོ་འདྲེ་གི་བསྟན་པ་ཟེར་ན་ཡང་རེད་གཉིས་ནི་གཉིད་དུ་རྒྱུ་བའི་བསྟན་པ་ཟེར་ན་ཡང་རེད་འོ་ད་ད་ག་རེད་འོ་ད་དེ་དེ་ནས་སོ་སོ་རྒྱལ་བའི་སྐབས་དེ་ལ་ད་ཐོས་བསམ་སྒོམ་གསུམ་དང་ཡ་མ་འདྲ་བ་བྱས་ནས་དལ་འབྱོར་གྱི་བསྟན་ལམ་པའི་སྙིང་པོ་ལོན་ཐུབ་པ་ཅིག་བྱེད་དགོས་ཀྱི་འདུག་དེ་ཡང་རང་ཁོ་ནའི་ཆེད་དུ་མ་ཡིན་པ་རོ་བ་ད་རང་ཁོ་ནའི་ཆེད་དུ་ཡིན་ན་དེ་ཚོ་བྱེད་དགོས་ཡས་སུ་གལ་ཡོད་མ་རེད། རོ་བ་ད། མདོ་སྔགས་ཟུང་འབྲེལ་གྱི་བསྟན་པ་བི་གའི། ཉམས་སུ་བླང་དགོས་ཡ་ཡོད་མ་རེད་སོ་སོ་སྤྱི་ཁོག་གི་དོན་དག་ཡིན་ན་ཐར་པ་ཐོབ་སོང་ན་འགྲིག་གི་ཡོད་མ་རེད། རོ་བ་ད། ཉན་ཐོས་ཀྱི་ལམ་ལ་ཞུགས་ཐར་པ་ཐོབ་ཆ་ན་དགྲ་བཅོམ་པའི་འབྲས་བུ་ཐོབ་འགྲོ་གི་རེད། འོ་ད་རང་རྒྱལ་གྱི་ལམ་ལ་ཞུགས་ཐར་པ་ཐོབ་ན་དགྲ་བཅོམ་པའི་འབྲས་བུ་ཐོབ་ཁོ་བ་ལ་ཡར་གྲོ་ཙམ་གྱིས་ཆགས་གི་ཡོད་རེད། ཡིན་ན་ཡང་དེས་རང་དོན་མཐར་མ་ཕྱིན་གཞན་དོན་བི་གའི། རོ་བ་ད། བི་གའི། ཡོངས་སུ་མ་རྫོགས་པའོ་ཏོག་སེ་ཡིན་དུས། མ་བཟོད་པའི་འགྲོ་བ་རིགས་དྲུག་གི་སེམས་ཅན་ཚང་མ་ལོ་རང་གི་བུ་གའི་གཉེན་གྱི་མཐར་ཐུག་ཕ་མ་བྱེད་མ་མྱོང་གི་མེད་པའང་གསལ་ཡག་སྟེ། ཁ་སེང་དང་པོ་དང་པོ་ཉི་མ་དང་པོ་དེ་ལ་བསམ་བློ་བཏང་དེ་ནས་བསམ་བློ་བཏང་མི་དགོས་པ་དེ་དྲི་མ་རེད། ག་དུས་ཡིན་ནས། ད་སྔོན་གྱི་ཞུ་ཚ་ཡ་དེ་ཚོ་ག་དུས་ཡིན་ནས་བུ་གའི་བསམ་བློ་བཏང་ནས་ཉམས་སུ་བླང་ཡ་ཅིག་རེད་ཤེས་སོང་ཨ། ཨོ་དེ་ཡིན་དུས། སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནས་བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་དེའི་ཆེད་དུ་དེ་ནས་བྱང་བུ་གའི་དམ་པའི་ཆོས་དེ་ཀའི་ཐོས་པ་བྱེད་ཀྱི་ཡིན་བསམ་པ་བྱས། ཀུན་སློང་བྱང་ཆུབ་ཀྱི་སེམས་ཀྱིས་འོག་དང་རྩིས་ཟིན་པའི་ཐོག་ནས་དེ་ནི་གསན་རྒྱུ་བྱས། གསན་བྱས་དམ་པའི་ཆོས་ཡང་དེ་ནི། དེ་ནི་བསྐལ་བཟང་གི་བུ་དང་བཀའ་དྲིན་གྱིས་ཆེ་བའི་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོག་དང་དེ་ནི་ཞིང་སྡེའི་གཙོ་བྱས་ཆེན་པོ་དཔའ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་དང་དེ་ནས་མཉམ་མེད་ཇོ་བོ་རྗེ་འོ་དང་དང་དེ་ནས་ཁམས་གསུམ་ཆོས་རྗེ་རྒྱལ་པོ་ཙོང་ཁ་པ་ཆེན་པོས་དེ་ནས་ཐུགས་ཀྱི་བཅུད་ཕྱུང་བ་དེ་བས་བསྡམས་པར་བསམ། ཆོས་ཀྱི་ཕུང་པོ་བརྗིད་དུ་བཞེས་རོགས་ཀྱི་གནས་ཐམས་ཅད་དེ་ནས་མ་ཚང་བ་མེད་པར་གང་ཟག་གཅིག་སངས་རྒྱས་པའི་ལམ་གྱི་རིམ་པར་བསྒྲིགས་པ་བྱང་ཆུབ་ལམ་གྱི་རིམ་པའི་ཐ་འོ་དང་ཤེས་ཁྲིད་དང་ཉམས་ཁྲིད་དང་ཟུང་འབྲེལ་བྱས་ནས་ཕུལ་ཡ་དབང་དུ་བྱས། དེ་ལ་དེ་ནས་ཟབ་ཁྱད་ཀྱི་དབང་དུ་བྱས་ན་རྩ་བའི་ཟབ་ཁྱད་བཞི་དེ་དག་རེད། འོན་ཏང་དེ་ནི་ཆུའི་ཁུངས་བཙུན་པར་བསྟན་པའི་ཆུ་ཟླའི་བབས་པས་ཕྱེ་བ། འོན་ཏང་དེ་ནི་ཟླ་ངོགས་ལ་གུས་པར་བཅས་པའི་ཆུ་ཆུ་ཡིས་ཕྱེ་བ། ཕྱེ་བ་གཉིས་དང་ལྡན་པའི། འོན་ཏང་དེ་ནི་ཆུ་ལ་ཉིན་ཤས་ཇི་ལྟར་བྱ་བ། ཟབ་རྒྱས་དང་པོ་གསུམ་དུ་གསུངས། ཟབ་རྒྱས་གསུམ་པ་དེ་ནི་གདམས་པ་དངུལ་གྱི་སློབ་མ་ཇི་ལྟར་བཀྲལ་བའི་རིམ་པ་དེ་ལ། འོ་ན་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། རྟེན་ནི་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས། ད་ལམ་གྱི་རྩ་བ་དགེ་བའི་བཤེས་གཉེན་བསྟེན་པའི་ཚུལ་དེ་ལ་ཐུན་དང་ཐུན་མཚམས་གཉིས་བྱས། ད་ཐུན་སྐབས་དེ་ལ། འོ་ད་དེ་ནས་སྔོན་འགྲོ་སྤེལ་བའི་སྦྱོར་བའི་ཆུ་དང་དངོས་གཞི་ཇི་ལྟར་བྱ་བ་རྒྱུག་ཏུ་ཇི་ལྟར་བྱ་བ། སྔོན་འགྲོ་སྦྱོར་བའི་ཆུ་དེ་ལ། དེ་ནས་ཆོས་དང་པོ་དང་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ། གཉིས་པ་དེ་ནས་མཆོད་པ་གཡོ་མེད་པར་བསྐུལ་བ་མཛད་པར་བཤམས་པ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུད་སྡེ་རྣམས

དེའི་གང་དེ་ལ་དེ་ནི་ཁྲི་ཆུང་ལྔ། དེའི་ཅིའི་དེ་ལ་དེ་ནི། བསྟན་པའི་བདག་པོ་བདག་ཅག་ག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ངོ་བོ། འོ་བྱེད་ནི་བར་བྱས་པ་ཡིན་ན། འོ་ད་ལྕམ་སྤྲུལ་དེ་ནི་ཚོགས་ཞིང་གི་གཙོ་བོ་ལྟ་བུ་དེ། འོ་ནི། བདག་ཅག་ག་སྟོན་པ་སངས་རྒྱས་བཅོམ་ལྡན་འདས་སྟོན་པ་ཕྱག་རྒྱ་ཐུབ་པ། འོ་ད་བཞུགས་ཤག་བསམ་པ་ལྟ་བུ་བྱེད། ཀྱེ་མདའ་གང་བྱས་བུ་གའི་དེའི་ཁྲི་གང་དེ་ལ། བླ་མ་ཡི་དམ་སངས་རྒྱས་ཕྱག་སོན་དཔའ་བོ་གང་དུ་དེ་ནི། འོ་ད་དེ་ནི་ཁྲི་ཆུང་སྲུང་མ།

ལྟ་གང་བྱེད། དོན་དག་དེ་དེ། སྐྱིད་སྡུག་ལེགས་ཉེས་ག་རེ་ཞིག་བྱུང་བ་ཡིན་ན་དཀོན་མཆོག་མཁྱེན་བསམ་པ་ཅིག་འོ་ད་སོ་སོའི་བསམ་བློ་འཁོར་དགོས་ཡོད་རེད་འོ་དེ་བྱུང་ན་སོ་སོའི་རྒྱུད་ལ་སྐྱབས་འགྲོ་ཆགས་པ་རེད་སྐྱབས་འགྲོའི་རྒྱུད་ལ་སྐྱེས་སོང་ན་དེ་ནི། ནང་པའི་གྲས་ལ་ཚུད། རེད་འོ་ད་བསྟན་པ་ལ་འཇུག་པའི་སྒོ་དམ་པ་དེ་སྐྱབས་འགྲོ་ཡིན་འོ་ད། སྒོ་ཆེན་བཟོ་འདྲ་པོ། སྡོད་ཁང་གི་སྒོ་ཕིག་གི་ཕྱེད་མེད་ན་ནང་ལོགས་ལ་ཡར་ཐར་གི་མ་ར་བ་དེ་སྐྱབས་འགྲོ་དེ་རེད། འོ་སྐྱབས་འགྲོ་ཡག་པོ་དེ་བྱས། དེ་འདྲས་རེད། ད་དེ་ནས། ཨ་ནི། རེ་བ་ད་སྐྱབས་འགྲོ་བྱས་ནས། དེ་ནས་སངས་རྒྱས་ཆོས་དེ་གཙོ་བོས་ཆོས་རྣམས་བྱང་ཆུབ་པ་བདག་ནི་བདག་གི་སྦྱིན་སོགས་བརྒྱད་པ་དེ་དག་གི་འགྲོ་ལ་ཕན་ཅིང་སངས་རྒྱས་སྒྲུབ་པར་ཤོག་ཟེར། འོ་ད་དེས་དེ་ནས་སོ་སོའི་སྦྱིན་པ་དང་དེ་སོགས་ཚུལ་ཁྲིམས་སྲུང་བ་ཡང་དག་བཟོད་པ་བསྒོམ་ཡང་དག་འོ་ད་དགེ་བ་ག་རེ་བྱས་པ་ཡིན་ནའོ་ད་དེས་དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་འཁོར་བ་ཐོབ་པར་ཤོག་ཅེས་སེམས་བསྐྱེད། སེམས་བསྐྱེད་དེ་ད་ལྟ་ནས་དངོས་གནས་བྱས་ན་བི་ཀའི་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ད་ལྟ་ཆེས་རན་ཡོད་མ་རེད་པ་ད་ཡོད་མ་རེད་དེ། བི་ཀའི།

མདུན་གྱི་དེ་ནི་སྟོན་པ་ཐུགས་རྗེ་ཅན་པ་རང་འདྲ་སྙིམ་པ་ཅན་མ་བྱུང་ནས་རང་ལ་ཐིམ། རང་ཡང་དེ་ནི་གཅུན་ཀུན་སའི་ཡོན་ཏན་ཀུན་ལྡན་གྱི་དེ་ནི་སྟོན་པ་ཤཱཀྱའི་ཐུབ་པ་རེ་ཟུང་བསམ་པ་བྱས། ཚངས་རྒྱས་སུ་བསམ་པ་བྱས། རང་ལུས་པད་ཀའི་སྤྲུལ་པ་བས་ཀྱི་སེམས་ཅན་གྱི་གྲངས་དང་བསྙེན་པའི་སྤྲུལ་པ་ཕར་སྤྲུལ་ནས། འགྲོ་བ་དང། ཐུབ་དབང་གི་སྐུ་ཕར་སྤྲུལ་ནས་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ཕར་ཕོག། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་པའི་ལུས་སེམས་ཀྱི་སྒྲིབ་པ་དེ་ཚོ་ཕར་སྦྱངས་ནས། དེ་ནས། རུ་བ་དང་སྒྲིབ་གཉིས་སྦྱངས་ཚོགས་གཉིས་རྫོགས་ཏེ་མངོན་པར་རྫོགས་པར་སངས་རྒྱས་གསུང་བསམ་པ་བྱས་ནས་ད་གའ་བ་བསྒོམས་ནས་ཐོག་སུ་མཉམ་པར་བཞག། དེ་ནས་ཡང་སྦྱོར་བསམ་བློ་གྱིས་བཏང་ནས་ད་ད་ན་མོས་པ་ཅུང་རེ་མ་གཏོགས་དངོས་གནས་ཀྱི་དེ་ནས་སེམས་ཅན་ཚོ་བད་ཀན་ཚང་མ་རྒྱས་འཁོར་བ་ལས་མ་ཐག་ངན་སོང་ལས་མ་ཐག་བ་དེ་ག་རེ་གི་བྱུང་བ་རེད་ཟེར་ན་སེམས་ཅན་ཁོ་རང་ཚོས་དེ་ནས

སྡུག་བསྔལ་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་ན་ཅི་མ་རུང་གནས་པར་གྱུར་ཅིང་གནས་པ་བདག་གིས་བྱའོ་དེ་ལྟར་བྱེད་ནུས་པ་བླ་མ་འདི་བཞིན་ཡིད་ལ་ཚིམ་མིན་ཞེས་དེ་དང་གེགས་ཞུ་ཡ་དེ་རེད། ཨོ་དེ་མ་ཡིན་ད་མ་འདྲེ་ར་བོ་ཅིག་ཡོང་ད་འདྲེ་མཚམས་སྦྱར་ཟེར་བ་དཔེ་ཆ་དེ་མ་སོང་ན་སྔ་ཕྱི་མཚམས་སྦྱར་ཟེར་ཡ་རོགས་རོགས་ཐིག་ཐིག་གི་བཟོ་འདྲ་པོ། མཚམས་སྦྱར། འདྲེ་བ་འདྲ་པོ་དེ་རེད། དེ་ནི། ཚིམ་མིན་ཞེས་བྱས། ད་དེ་ནི་ཁྱད་པར་བའི་སེམས་བསྐྱེད་པ་ད་འདོད་པའི་སེམས་བསྐྱེད་དེ་ཤུགས་ཆེ་རུ

ཨོ་ད་དེས་བི་ཀའི་སོ་སོ་གི་བི་ཀའི་ད་ལག་ཏུ་བླང་གི་ཡིན། ཨོ་དེའི་ནང་ནས་བི་ཀའི་མྱུར་ཤོས་ཟབ་ཤོས་འདྲ་བོ་དེ་དེ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ། ཨོ་ད་བླ་མའི་རྣམས་ཀྱི་ལམ་གྱི་སྲོག་བྱ་ཡ་དེ་ད་ཨོ་དེ་ད་སོ་སོའི་བི་ཀའི་ལན་འདྲ་བོ་བཏགས་ནས་བི་ཉམས་སུ་བླང་གི་ཡིན་བསམ་པ་བྱས་ནས་རེ་བ་ད་ཨོ་དེ་སྒུག་ཡ་རེད། བླ་མ་ལྷ་ཡི་རྣལ་འབྱོར་ཨོ་ད་ཉམས་སུ་བླང་བར་བགྱིའོ།

ཚོགས་ཞིང་ཟེར་ནས་འདི་ག་རེ་ལྕམ་དྲུད། ལྕམ་དྲུད་ཚོགས་ཞིང་ཟེར་ནས་གང་བྱས་པའི། ལྕགས་ཡོལ་དེ་བར་བསྡུ་དགོས་ར་བ། བསྡུ་སྟངས་དེ་ལ་བརྟེན་ནས་ལྕགས་ཡོལ་བི་གའི་དེ་ཚོ་ཚང་མ་ལོག་བི་གའི་སྟོན་པ། གཙོ་བོ་བི་གའི་སྟོན་པ་ཐུགས་རྗེ་ཅན་རི་བའི་འོད་ཟེར་བར་འཁྲུལ་ནས་བའི་མཐའ་སྐོར་གྱི་བི་གའི། ལྕམ་ནས་གང་དགའ་ལོག་བི་གའི་ཚུལ་སྟོན་པ་ཐུགས་རྗེ་ཅན་ལ་བར་ཐིམ། འོ་ད་སྟོན་པ་ཐུགས་རྗེ་ཅན་དེ་ཡང་རང་ལ་ཚུལ་ཐིམ། འོ་ད། སེང་ཁྲི་དེ་ཚོའི་ཡར། སྟོན། དང་པོའི་ལྕམ་ནས་དེ་ཚོའི་ལ་ཡར་ཐིམ། དེ་ནས་འོ་ཐུགས་སྲས།

ནང་ལོགས་པའི་མཐོང་བུ་མཐོང་བུ་ལ་ཡག་སྟེ། དོན་དུ་ཚོགས་ཞིང་འདོད་པ་དང་ལམ་རིང་གི་ཚོགས་ཞིང། སྒོམ་ཚར་སོང་ན་ཡེ་ཤེས་པ་པདྨ་བསྟིམ་རྫ་དབང་བོ་ཧོ་ཟེར་གང་ན་ཨ་ན་ད་ལྟ་ལྕགས་ཡུལ་དེ་ཚོ་གངྒཱ་ལོ་མ་ཐིམ་དེ་དུ་ཞེས་བྱ་ན་འགྲིག་གི་རེད། དེ་ཡིན་ཙང། ལྕགས་ཡུལ་བི་གའི་འདུལ་སྟངས་དེ་ལ་མན་ངག་རོ་བ་ད་གསུམ་ཡོད་པ་ཡིན་ཙང་ཨོ་ད་བི་གའི་འདོན་ཆ་ནང་ལོགས་ལ་ལྕགས་ཡུལ་འདུལ་སྟངས་ཀྱི་སྐད་ཆ་མ་གསུང་བ་གི་རྒྱུ་མཚན་དེ་རེད།

བདེ་སྟོང་ཡེ་མེད་ལྷ་ལ་ཡངས་པའི་ཀུན་བཟང་མཆོད་སྤྲིན་འཁྲིགས་པའི་འོད། ལོ་མ་མེ་ཏོག་འབྲས་བུའི་ཡོངས་སུ་འདོད་དགུའི་བར། འོ་དེ་དེ་ནི། དཔག་བསམ་བྱས་ནས་ད་གང་བྱས་པའི་གེགས། དེ་ནི། འདི་རེ་བ་ད། བདེ་སྟོང་གཉིས་སུ་མེད་ཡེ་ཤེས། བདེ་བ་ཆེན་པོ་རེ་བ་ད་སྟོང་པ་ཉིད། འོ་ད་དེ་ནི། དེ་ནི་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་དེ། ཨ་ནི་ལྷ་ལམ་པའི་གེགས་ལྷ་ལམ་ཟེར་ན་ནམ་མཁའི་མིང་རེ་བ། ནམ་མཁའི་གཟུགས་སུ་བཀོད། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་རང་བཞིན་གྱི་དེ་ནི་ནམ་མཁའ།

ཨོ་ད་དེ་ནས་ཡཀྵ་དེ་ནི་འབེན་འགྲོའི་ཡཀྵ། ལོ་མ་དེ་ནི་ཤེལ་ཤེལ་གྱི་རང་བཞིན། འདབ་མ་དེ་ནི་སྤུག། རིན་པོ་ཆེ་གི་སྤུག། ཨོ་ད་དེ་ནི་རེ་བ་ད། ཨ་ནི་མེ་ཏོག་དེ་ཚོ་དེ་ནི། དེ་གའི་མུ་ཏིག་མ་བོས་པའི་མེ་ཏོག། འབྲས་བུ་དེ་ནི་མདོ་ཡི་སྙིང་པོ། འོ་ད་དེ་འདྲས་ཀྱི་དེ་ནས་དཔག་བསམ་གྱི་ཤིང་ཁྱེད་ད་ཆོས་ཤིག། དེ་ཡང་དེ་ནས་རྩ་བ། རྩ་བ་མ་གཟུགས་དེ་ཡང་དེ་བདུན་ཚན་ཡོད་དེ། བ་ནི་ཡ་དོན་དེ་བས་ཡ་ག་དེ་ཚོ་བདུན། མེ་ཏོག་བདུན་བདུན་ལོ་མ་བདུན་བདུན་ཡོད་དེ། བ་བདུན་ཚན་བདུན་ཚན་བདུན་ཚན་བྱས་ནས། ཏྲ་རྩ་བ་དུ་ཆེན་པོ་གཅིག་ནི་ཡ་དོན་དེ་བས་ཡ་ག། དུ་སི་གཡས་ནས་བ་གསུམ་བྱས་གཡོན་ནས་གསུམ་བྱས། རྒྱ་ཆེན་པོ་བྱས་ནས་རེད་ད། ཨ་ནི་ལྕེའི་དེ་ཡ་ཨ་ནི་སྡོང་པོ་གཅིག་བྱས། རེད་པ་ད་ལྕེའི་སྡོང་པོ་གཅིག་བྱས། ལྕེ་གི་སྡོང་པོ་དེ་གང་ལ་དེ་ནི་མེ་ཏོག་གདན་གྱི་བཟོ་གྲ་པ་ཞིག་མེ་ཏོག་པད་མ་པའི་རྒྱ་ཆེ་དག་གཅིག་བྱས། རེད་པ་ད་རྒྱ་ཆེ་དག་གཅིག་བྱས། རྒྱ་ཆེ་དག་གཅིག་བྱས། འོ་ད་དེ་ནི་ཡལ་ག་དེ་ཚོ་གི་ལ་ཡ་དེ་ལོ་མ་དང་མེ་ཏོག་དང་དྲིལ་བུ་དེ་ཡོད་དེ་བ་དེ་རེད་པ་ད། འོ་དེ་བྱས། ད། མེ་ཏོག་གི་གདན་རྒྱ་ཆེ་ཐག་ཆོད་ཅིག་འདུག་ཨ། མེ་ཏོག་པད་མའི་གདན། འོ་ད་རྒྱ་ཆེ་ཐག་ཆོད་ཧ་ལམ་ལུང་པ་ཆུང་ཆུང་ཅིག་གི་ཚོད་འདྲ་བོ་ཅིག་ད་དེ། བདུན་ཏེ། ད་དེ་གང་དེ་ལ་དེ་ནི་སེང་གེའི་ཁྲི། རིན་པོ་ཆེའི་ཁྲི། འོ་ད་སེང་གེ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི། དེ་ལས་བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པ། ཀུན་བཟང་ཆུ་སྤྲིན་འཁྲིགས་པའི་དབུས། ལོ་མ་མེ་ཏོག་འབྲས། ལོ་མ་མེ་ཏོག་འབྲས་བུ་ཡོངས་སུ་འདོད་དགུའི་དཔག་བསམ་ལྗོན་པའི་རྩེར། སོ་སྟེ་རེ་དང། འདོད་དགུ། འདོད་དགུའི་བད་ཀན་རེ་བ་དང། བྱད་ཐལ་འདོད་ཁ་ཅན་དུ་བད་ཀན་སྦྱོར་ཡོད་དེ་ནི། ཨ་ནུས་དཔག་བསམ་གྱི་རེ་བ་དང་དཔག་བསམ་གྱི་ཤིང་གི་རྩེ་དེ་ལ། གདུང་ངོ་འབར་བའི་རིན་ཆེན་ཁྲི་སྟེང་ཆུ་སྐྱེས་ཉི་ཟླ་བརྒྱད་པའི་ཚེ་གདུང་ངོ་ཟེར་ན་སེང་གེའི་མིང་རེ་བ་དང་སེང་གེ་ལ་གདུང་ཟེར་གྱི་རེད། གདུང་ལྔ་ཟེར་ཏེ། གསུང་ཐང་གཅིག་ལ་ལག་པ། རྐང་པ། འོ་དང་དེ་ནས། ལག་པ་གཉིས་རྐང་པ་གཉིས་ཡོད་རེ་བ་དང། འོ་དང་དེ་གས་པའི་ཁ་འདུག་སེམས་ཅན་རྒྱུད་ཐུག་པའི་བ། ཇི་ལྟར་དུད་འགྲོའི་ཚུལ་བའི་རྒྱུ་ཡ་གྲ་བ་དེ་ཁ་ར་བ་དང། ཕྱི་ཡི་ནས་རེ་གི་ག་རེ་ཡི་ནས་ཞུ་མི་ཡི་ནས་རེ་གཅིག་གི་ཟིན་ཡ་དེ་ཁ་གི་ཟིན་གོ་ར་བ་དང། འོ་ད་སེང་གེ་གི་དེ་མི་རྐང་ལག་གང་ག་གི་པའི་ཁ་ཡི་དོན་ཁ་ཡི་གི་ལས་ཀ་འདྲ་བ་དེ་རྐང་ལག་གང་ག་གི་ཕྱི་ཡོ་ར་དེ་ད་གདུང་ངག། ཚད་ཅིག་ཡང་ན་སེང་གེ་ཁོ་རང་ལ། སེང་གེ་གི་གདུང་ཁོ་རང་ལ་དེ་ནས་སྣ་དེ་རྡོག་རྡོག་ཆུང་པོ་ཡོ་ར། ཟེར་བ་དང་འགྲམ་པ་གཉིས་ཀྱི་རྡོག་རྡོག་ཆེན་པོ་ཡོད་རེད། མ་ཎི་དེ་བས་རྡོག་རྡོག་ཆེན་པོ་ཡོད་རེད། འོ་ད་དུང་ང་འབར་བས་ཟེར། འོ་འདི་རེད། དུང་ང། ཅེས། འབར་བའི་རིན་ཆེན་ཁྲི་སྟེང་ཟེར་རིན་པོ་ཆེའི་ཁྲི་འོད་ཀྱི་འོད་འབར་བདེ་བ་འདྲ་པོ་དང་ཁྲི་དེ། འོ་དེ་དུང་ང་འབར་བའི་རིན་ཆེན་ཁྲི་སྟེང། ཆོས་རྗེའི་ཉི་ཟླ་རྒྱས་པའི་སྟེང་ཆོས་རྗེ་ཟེར་ན་པད་མ་གི

ཡར་རྒྱག་ཇེ་ཆུང་ཇེ་ཆུང་ཙག་ཇེ་མཐོ་ཇེ་མཐོ་བྱས་ནས་པདྨའི་གདན་བཅུ་གཅིག། ཁྲི་གང་གི་པདྨ་དེ་ནས་བརྩིས་པའི་ཡི་གེ་བར་དུ་པདྨའི་གདན་བཅུ་གཅིག། པདྨའི་གདན་བཅུ་གཅིག་གི་ཡི་གེ་བཅུ་གཅིག་པ་ཅིག་ཡོད་དོ་ན་བཅུ་གཅིག་པ་དེ་པདྨ་འདབ་མ་བཞི་པ་རེད། པདྨ་འདབ་མ་བཞི་མ་གཏོགས་ཡོད་མ་རེད། ད་གཞན་པ་ཚོ་ལ་པདྨ་འདབ་མ་པའི་སྟོང་ལྡན་འདྲ་པོ་སྟོང་དང་ཁྲི་དང་འབུམ་འདབ་མ་མང་པོ་ཡོད་རེད་པ་ད་དཔེ་རྒྱ་ཆེ་ཐག་ཆོད་ཡིན་ཙང། ད་ཡི་གེ་དེ་པདྨ་འདབ་མ་བཞི་པ་བྱས། པདྨ་འདབ་མ་ཞེས་པའི་ལྟེ་བ་དེ་ལ་ཆོས་རྗེ་ཉི་ཟླ་ཅེས་པའི་དེང་སང་ནི་ཉི་མའི་དཀྱིལ་འཁོར་དང་ཟླ་བ་ཟླ་བའི་དཀྱིལ་འཁོར། ད་པདྨ་དང་ཟླ་བ་དང་ཉི་མའི་དཀྱིལ་འཁོར་གསུམ་པོ་དེ་ངེས་འབྱུང་བྱང་ས་ཡང་དག་པའི་ལྟ་བ་གསུམ་མཚོན་ཡང་འདྲ་བོ། ཨོ་དེ་འདྲ་རེད། ད་དེའི་གང་དེ་ལ་དེ་ནི་མཚོ་ཞིང་གི་གཙོ་བོ། བྱང་ཕྱོགས་ལམ་གྱི་རིམ་པའི

ཨཱ་ནི། རྡོ་རྗེ་འཆང་ཟེར་ན་རྒྱལ་བ་རྡོ་རྗེ་འཆང་རེད་བ་དང་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་བ་དང་དེའི་བཞི་པོ་སྟེ་རྒྱུད་གཅིག་པ་རེད་བ་དང་ངོ་བོ་གཅིག་པ། རྣམ་པ་མི་འདྲ་བ་བསྟན་ནས་བསྟན་པ་རེད་མ་གཏོགས་འཛམ་འཛམ་པའི་བཟོ་ལྟ་མི་འདྲ་བ་བྱས་ནས་མ་བདུད་བཞིའི་དོན་དག་སྒྲུབ་ཡག་གི་ཆེད་དུ་ཨཱ་ནི་འཛམ་འཛམ་བི་གའི་རེད་བ་དང་རྡོ་རྗེ་འཆང་གི་སྐུ་རྟེན་འཛམ་འཛམ་བི་གའི་ཤཱཀྱ་ཐུབ་པ་འདྲ་པོ་འཛམ་འཛམ་འཇམ་མགོན་བླ་མ་ཙོང་ཁ་པ་འཛམ་འཛམ་བི་གའི་རང་གི་རྩ་བའི་བླ་མ

རོ་ད། དེ་ཀའི་ངོ་བོ་རང་རེད་ཟེར་ད་ངོ་བོ་ཉིད་ཟེར་ད་རོ་ད། ངོ་བོ་རང་ཡིན་པ་ཅིག་ད་སོ་སོ་ལ་དེ་ཀའི་བསམ་བློ་འཁོར་དགོས་རེད། རོ་ད་ང་ཚོའི་བསམ་བློ་དེ་ཀའི་བསམ་བློ་འཁོར་ཡག་གི་ཆེད་དུ། ཁོ་རང་གི་ངོས་ནས་ཕ་ཅོག་གི་ངོས་ནས་ཚང་ཆེན་ཀུན་གྱི་ངོ་བོ་རེད་དེ་སོ་སོའི་བློ་ཡི་ངོ་ནས་དེ་ཤར་རོ་ཅིག་གི་ཡོད་མ་རེད་རོ་ད། ད་དེ་ཤར་ཡག་གི་ཆེད་དུ། ཨ་ནི་སེ་ཉེན་ཏན་ཚོས་དཔྱད་སྒོམ་བྱེད་དགོས་ཡ་རྒྱུ་མཚན་དེ་རེད། སོ་སོ་ལ་མ། སོ་སོའི་བློ་དེ་བས་འཇུག་ཆུའི་གདངས་ཡངས་པའི་ཆེད་དུ་ཨ་ནི་ལོ་འོང་བར་རིག་པ་པས་གདམ། འོ་ད། འོ་ད་དེ་འདྲའི་གི་ཐོག་ནས་ད་སོ་སོ་གི། འོ་ད་སོ་སོའི་བླ་མ་དེ་སངས་རྒྱས་ཀུན་གྱི་ངོ་བོ་རེད་ཟེར་ཐག་ཆོད་ཆོད་ཀྱི་བར་དུ་ད་རིག་པ་དང་ལོངས་སྤྱད་ད་སྒོམ་ཟེར་ད་དེ་རེད་འགྲུབ་པ་ད་ཐག་ཆོད་སོང་ན་ཨ་ནི་རིག་པ་དྲང་དགོས་ཡ་ཡོད་མ་རེད་ལོངས་དྲང་དགོས་ཡ་ཡོད་མ་རེད་བླ་མ་རྗེ་ཡི་མདུན་ནས་སངས་རྒྱས་རེད་བསམ་པ་རེད་སངས་རྒྱས་རྗེ་ཡི་མདུན་ནས་བླ་མ་རེད་བསམ་བསམ་ཅིག་བྱུང་ན་ཨ་ནི་བཤེས་གཉེན་དེ་ཚོ་གི་རྟོགས་པ་དེ་རྒྱུད་ལ་སྐྱེས་པ་དེ་འདྲས་མ་བྱུང་བར་དུ་བཤེས་གཉེན་དེ་ཚོ་གི་རྟོགས་པ་རྒྱུད་ལ་སྐྱེས་ཡོད་མ་རེད། བཤེས་གཉེན་དེ་ཚོ་གི་གྲངས་ཀ་རྒྱབ་ཤིང་གི་ཡོད་ན་ཕན་གི་མ་རེད། ལུང་གཅིག་དྲངས་ཤིང་གི་ཡོད་ནས་ལུང་པའི་སྒྲ་མི་འདྲ་བི་གི་རྒྱ་ཐམ་པ་ཅིག་དྲངས་ཤིང་གི་ཡོད་ནས་སོ་སོ་སེམས་ལ་བླ་མ་སངས་རྒྱས་མ་རེད་བསམ་པ་ཅིག་ཡོད་ན་དེ་ཕན་གི་ཡོད་མ་རེད། རིགས་པ་བའི་རྒྱ་ཐམ་པ་ཅིག་བཏང། ལགས་ཞེས་ནས། སེམས་ལ་བླ་མ་མ་འང་སངས་རྒྱས་མ་རེད་བསམ་བསྡད་ན། དེ་བཞིན་ཉིད་དེ་ཚོའི་རྟོག་པ་གཅིག་མ་རེད། དེང་སང་འོ་དོན་དག་དེ་རེད། ད་དེ་ཞང་ཆོས་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ་གསལ་བཏབ་ཡ། ད་བླ་མ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གིས་ད། དེ་གའི། ཕུང་ཁམས་སྐྱེ་མཆེད་ཅེས་པ་རོ་བ་ད། ཕུང་པོ་ལྔ། ཁམས་བཞི། རོ་བ་ད། ཁམས་བཞི་ཡུམ་བཞི་ཟེར་ཡ་དེ་འོ་དེ་རེད། ཕུང་པོ་ལྔ་སྟེ་བདེ་གཤེགས་ལྔ་ལ། བླ་མ་བློ་བཟང་མཐོང་དབང་རྡོ་རྗེ་འཆང་གིས་དེ་ནི། ཕུང་པོ་ལྔ། དེ་ཀའི་དག་པའི་དག་བྱ། ནི་བདེ་བར་གཤེགས་པ་ལྔ། སངས་རྒྱས་རིགས་ལྔ་དེ་རེད། སངས་རྒྱས་རིགས་ལྔ་དེ། ཞག་གསུམ་ཞག་དྲུག་བྱས་ནས་བསྒོམ། ཐུར་མའི་ཡར་ཤུལ་རས་ལ་དེ་དུས་མ་བྱུང་ན་ཡང། འོ་ད། རྣལ་འབྱོར་རྒྱུད་ནས་གསུངས་པ་རྣམས་དང་ཞག་གཅིག་ཞག་གཉིས་རྐྱང་རྐྱང་བྱས་ནས་བསྒོམ་ན་འགྲིག་གི་རེད།

མགོ་བདེ་བ་དོ་དང། ཉིན་ཁྲི་དྲུག་པ་བདུན་པ་ལྟ་བ་དང་ཤེས་རྒྱུད་རྡོ་རྗེ་ཕྲེང་བར་རྒྱས་པར་བཀྲལ་བའི་མན་ངག་ཡིན་ཟེར་བ་དང། དཔེར་ན་དེ་ལྟ་བུའི་བླ་མ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པའི་ཕུང་སོགས་བདེ་གཤེགས་སྔགས་སོགས་སུ་བསྒོམས་པ་དེ་གསང་བ་འདུས་པའི་ལུས་ཅན

མཐའ་དྲུག་དང་ཚུལ་བཞིའི་ཆིངས་ནི། ལས་སླ་པོ་གཅིག་གིས་དགེ། རྟོགས་ཐུབ་ཡ་ཡོད་མ་རེད་ང་ཚོའི་དགེ། ཁང་འདི་བའི་རྩ་རྒྱུད་མ་ཀློག་ཡོང་ན། འདི་བ་དང་ཧ་གོ་ཐུབ་ཡ་ཁག་པོ་རེད། ཚིག་གི་དོན་དག་ཅིག་ཡང་ཧ་གོ་ཡ་ཁག་པོ་རེད། ཉམས་སུ་བླངས་ཡ་ད་བར་བཞག་ནས་འགྲོ་བ་ད་ག་རེད་ཟེར་ན། དཔེ་གི་ཆིངས་ངན་དེ་མཐའ་དྲུག་དང་ཚུལ་བཞིའི་བཅིངས་བཞག་ཡོད་རེད། འགྲོ་བ་ད། ད་དེ་བར་ཏོགས། བ་ད་གོ་བདེ་རུ་བཏང་ནས།

བདེ་གསང་འོ་འདི་རེད། དྲུག་གི་ཚིག་གི་མ་རེད་ཚུལ་བཞི་ཡོད་རེད་པ་ལ་དྲུག་ནི་བདུན་བརྒྱད་དགུ་བཅུ་མི་འདྲ་བ་བཅུ་སྦྲེལ་གྱི་ཡོད་རེད་གསང་བ་འདུས་པའི་ཚིག་གཅིག་ལ་སྦྲེལ་ལུགས་མི་འདྲ་བ་བཅུ་བྱེད་ཀྱི་ཡོད་རེད་ད་དེ་ཚོ་ད་ག་ཟེ་ག་དྲི་ཨ་ཀློག་པ་ཙམ་གྱིས་ཧ་གོ་ཡོང་གི་མ་རེད་པ། རྩ་བ་འདུས་པའི་ལུས་བྱད་ཀྱི་རྩ་རྒྱུད་དུ་མདོ་ཙམ་གསུངས་པ་ཤེས་རྒྱུད་རྡོ་རྗེ་ཕྲེང་བར་རྒྱས་པར་བཀྲལ་བའི་མན་ངག་ཡིན། ད་དེའི་ག་དེ་རེད་ཟེར་ན་དེ་སྐྱེས་ཚུལ་རྒྱས་པར་ན་ཞག་གསུམ་ཕྱག་དྲུག་པ་གསང་འདུས་ལུས་བྱད་ལྟར་དང། དེ་ཙམ་བློས་མ་ལྕོགས་ན་རྣལ་འབྱོར་རྒྱུད་རྣལ་འབྱོར་གྱི་རྒྱུད་ལས་གསུངས་པ་ལྟར་ཞལ་གྱིས་ཕྱག་གཉིས་སུ་གསལ་གདབ། དེ་ཡང་སྤྱི་གཙུག་ནས་བཀྲག་མཚམས་བར་ད་དེ་རེད། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གིས་སྤྱི་གཙུག་ནས་བཀྲག་མཚམས་བར་བླ་མའི་གཟུགས་ཕུང་གི་ངོ་བོ་རྣམ་སྣང་དང། རྣམ་སྣང་ངོ། དེ་ནི་ད་བཀྲ་མཚམས་ནི་རེ་བ་ན། བཀྲ་མཚམས་སུ་སོ་སོར་བཀྲ། སྤྱི་དང་གི་བཀྲ་མཚམས་འདིར་ད་ཡང་སྒོ་དམར་པོ་ཆེ་བ་ཡིན་ན་བཀྲ་མཚམས་ནང་དུ་རྩིས་ཐེབས་པ་ལས་དེ་གི་རེ་བ་ལ། དེ་ཡང་དུས་རྒྱུན་ད་ཕྱག་ཆེན་གྱི་བཀྲ་མཚམས་རྩི་དང་རྩི་ས་ཨོ། དེ་སྨིན་མཚམས་ཡོ་རེ་བ། སྨིན་མཚམས་ནི་ཡང་སོར་བཞི་དེ་བཀྲ་མཚམས་རྩི་རྒྱུ་རེ་ད་སྨིན་མཚམས་ནི་ཡང་སོར་བཞི་དེ་བཀྲ་མཚམས་རྩི་བཀྲ་ཡོད་ན་ཡོད་མེད་ན་མེད་རེ་བ་ད་བཀྲ་མཚམས་ནི་དེ་རྩི་ཨོ། དེ་ནི། སྤྱི་གཙུག་ནས་སྐྲ་མཚམས་ཀྱི་བར་ལ་དེ་ནས་བར་ལ་བླ་མའི་གཟུགས་ཕུང་གི་ངོ་བོ་རྣམ་སྣང། དེ་ནས་འདྲེན་པའི་བར་འདུ་ཤེས་ཀྱི་ཕུང་པོའི་ངོ་བོ་འོད་དཔག་མེད། ལྟ་བུ་དང་འོད་དཔག་མེད་ཚོགས། ད་འདྲེན་པ་ནི་སྙིང་ག་ལ་མི་བསྐྱོད་པ། སྙིང་ག་ནི་ལྟེ་བ་བར་ལ་དེ་ནས་འདིར་བ་དང་ཁྲོ་བོའི་ཕུང་པོའི་ངོ་བོ། དེ་ནས་ད་ལྟ་དེ་སྙིང་ག་དེ་རྣམ་ཤེས་ཀྱི་རྣམ་ཤེས་ཀྱི་ཕུང་པོའི་ངོ་བོ་དེ་མི་བསྐྱོད་པ་བྱས། ད་སྙིང་ག་ནས་ལྟེ་བའི་བར་ལ་ཚོགས་ཕུང་གི་ངོ་བོ། གང་ནས་སངས་རྒྱས་རིན་འབྱུང། ལྟེ་བ་ནས་གསང་གནས་ཀྱི་བར་ད་ལ་ལ། དེ་ནས་འདིར་བ་དང། དེ་ནས་སངས་རྒྱས་པི་ཀའི་དོན་ཡོད་གྲུབ་པ། ཚོགས་ཡོད་ཕུང་པོ་བདུད་བཞིའི་ཕུང་པོ། འདུས་བྱས་ཀྱི་ཕུང་པོ། ངོ་བོ་ལ་དེ་ནས་དོན་གྲུབ་དེ་རེད། བདེ་གཤེགས་སྔགས་གོང་མ་གོང་མའི་དཔེས་བསྟན་ལ་འོག་མ་འོག་མའི་གཙུག་ཏོར་རིག་རིག་ཙམ་གྱིས། སྐུ་ལུས་ཀྱི་དབུས་སྦྱོང་བྱིན་གྱིས་ཚུད་པའི་སྐྱེས། དཔེར་ན། ལྷ་ཡིན་མིན་ཡིན་ན་དེ་ཡི་སྦྱོང་བྱིན་གྱིས་པའི་སྲོག་ཤིང་གི་རོ་དང། ད་སྲོག་ཤིང་ཟེར་ན་དང་དུ་ཡག་ས་རེད་རེད་པ་ད་དཔེར་ན་ཟུང་འཇུག་བུས་པའི་སྒང་ལ་སྲོག་ཤིང་ཟེར་ཡག་རྒྱུ་ར་ཅི་སྟེ། ཨོ་དེས་གི་བཟོ་འདྲ་པོ་ཅིག་འདའ་སྦྱར་བ་རིགས་ལྔ་དེ་མ། སྐུ་ལུས་དབུས་སྦྱོང་བྱིན་གྱིས་ཚུད་པའི་སྐྱེས། ཁམས་བཞི་ཡུམ་བཞི་དེ་དག་དེ་དག་དང་ཞལ་སྤྲོད་ཀྱི་ཚུལ་བསམ། ལྟར་ཁམས་བཞི་ཡོད་རོ་དང། ཡུམ། ཁམས་བཞི་དེ་ཡུམ་བཞི། ས་ཁམས་རྣམ་པར་དག་པ་དེ་ནི། སྤྱན་མ། ཁྲི་གོང་རྣམ་པར་དག་པ་དེ་ནི། འདུ་བ་དང། མཱ་མ་ཀཱི། མེ་ཁམས་རྣམ་པར་དག་པ་དེ་ནི། གུའི་དཀར་མོ། རླུང་ཁམས་རྣམ་པར་དག་པ་དམ་ཚིག་གི་སྒྲོན་མ། ཡུམ་བཞི་རེ། ཡུམ་བཞི་དེ། ལྟར། དེ་དག་དང་ཞག་ཁྲོས་གསུང་འདུ་བ། གང་བྱེད་བོད་ཀྱི་ལྟེ་བའི་ཁ་དོག་དེ་ལ། དེ་ནི་སྤྱན་མ། དེ་ནི་འོག་ནས་ཡར་བརྩིས་ནས་སྤྱན་མ། ཨ་ནི་སྙིང་ག་ལ་མ་མ་མ་ཀེ། འདྲེན་པ་ལ་དེ་ནས་གུས་བཀའ་མོ། དེ་ནས་སྤྱི་བོ་ལ། དེ་ནས་རྣམ་སྣང་ཡོད་ས་དེ་ལ། ཞལ་དྲོད་ཀྱི་ཚུལ་འདྲ་པོ་བྱས་ནས། སྒྲོལ་མ། ཨོ་དེ་ཞིག་གི་རེད། དེ་མཉམ། སྦྱོར་མ་བྱས་པ་བྱས། ཞལ་དྲོད་ཁ་ཐུག་འདྲ་པོ་བྱས། ད་དེ་ཁམས་ཞེས་ཡུམ་ཞེས་ཟེར་ཡ་གི་དོན་དག་དེ་རེད། ཁམས་ཞེས་དེ་རྣམ་པར་ལྟ་བའི་དག་བྱ་ལ་ཡུམ་ཞེས་བྱས། དེ་དག་དང་ཞལ་དྲོད་ཀྱི་ཚུལ་དང།

ཏིང་དང་ཏིང་བཅས་ད་བཙའ་རྒྱུད་ཚིག་རྣམས་བཅས་བསྣན་པའི་རྗེས། གྲངས་ཀ་རྗེས་ཡོངས་བསྡུ་བ། དེ་ལ་དེ་ནས་ཞག་འགྱུར་སོན་པ་རྗེས། ཉེ་བའི་སྲས་ཆེན་རྗེས་ཟེར་ཞག་འགྱུར་སོན་པ་རྗེས་ད་དགོངས་འགུགས་རེ་སོ་སེམས་དཔའ་རྗེས། དེ་ག་རེད་ཟེར་ན་དཔེར་ན། ད་མིག་གི་དབང་པོ་ཟེར་བ་ལ་མིག་ལ་འོ་ད་མིག་དེ་ལ་མིག་གཉིས་ལ་དེ་ནས་དེ་གའི

ཨ་ནི་ལྕེ་ཡོད་ལ་ལྕེའི་དབང་པོ་གཅིག་ལ་ལྕེ་གི་རྩ་བ་དེ་བ་ལ། འདི་ནི་འཇིག་རྟེན་དབང་ཕྱུག་ཟེར་ན་སྤྱན་རས་གཟིགས་རེད་བ་དང་འཇིག་རྟེན་དབང་ཕྱུག་དམར་པོ། ཨ་ནི་རྡོ་རྗེ་ལ། ཨ་ནི་འདི་གའི་འདི་རེད་སྒྲིབ་སེལ་ལྗང་གུ། འདི་ནི། ད་སྙིང་ག་ལ་དེ་ནས་ཡེ་དབང་གི་ངོ་བོ་དེ་ནས་འཇམ་དཔལ་སོགས་རྡོ་རྗེ་བཙུན་འཇམ་དཔལ་ཡང་སྙིང་ག་ལ། དེ་དང་མིག་སོགས་སྐྱེ་མཆེད་དྲུག་གི་ཏིང། ཏིང་ཟེར་དེ་འགྲིག་སོང་བ་ལ་དེ་ནས། ད་རྩ་རྒྱུད་ཟེར་རྩ་དང་རྒྱུད་པའི་ངོ་བོ་ལ་ཨ་ནི་སྤྱི་གཙུག་ཏུ་བྱམས་པ་བསྒོམ་རྒྱུ་རེད། རྩལ་རྒྱུད་ཀྱི་རང་བཞིན་གྱི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་རྩལ་རྒྱུད་ཀྱི་ངོ་བོ་དེ་ལ་ཨ་ནུ་སྤྱི་གཙུག་དེ་ལ་དེ་ནི་རྗེ་བཙུན་བྱམས་པ་ཆེ་རྗེ་བཙུན་བྱམས་པ་ཆེ་རྗེ་བཙུན་བྱམས་པ་རེད་ད་བྱམས་པ་ཞང་ཆོས་སྲིན་པོའི་ཚུལ་བཟུང་བ་དེ་ནི་བྱམས་པ་ཆེ། ད་ཚིགས་ཆེན་རྗེས་ཚིགས་ཆེན་བཅུ་གཉིས། ལ་ཚིགས་རྣམས་ཀྱི་ངོ་བོ་འདི་ནི་དཔེར་ན་ཚིག་ཆེན་སོ་སོ་སོ་སོ་ལ་ཀུན་ཏུ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། བཅུ་གཉིས་སྒོམ་ལན་འབྲི་བའི་ཡོག་རེད། ཡང་གང་དགར་གྱི་བུད་པའི་རང་བཞིན་འདྲ་པོ་སྙིང་གའི་ཁ་དོག་དེ་ལ་གཅིག་སྒོམ་ལན་འབྲི་བའི་ཡོག་རེད། ཞེན་སོང་ལ། རྩ་རྒྱུད་ཚིག་རྣམས་བཅད་མནན་པའི་རྗེས། ས་སྙིང་སོགས་སེམས་དཔའ་བརྒྱད་རྩ་རྒྱུད་ཀྱི་ངོ་བོ་བྱམས་པ་སྤྱི་གཙུག་དང་ཀུན་བཟང་ཚིག་ཆེན་བརྒྱད་ལ་དགོད།

དྲུག་རེ་སོང་ཨ་ནི་བུ་མོ་ཡིན་བདུན་བརྒྱད་བྱས། དེ་ནས་དཔྱིད་འགོ་བྱས་ནས་དགུ་བཅུ་བྱས། ཨ་ནི་རྐང་པའི་བུ་གུང། གཉིས་ཡོང་རེ་བ་དང་འོ་དེ་བཅུ་གཉིས་དེ་རེད། དེ་ནས། ཚིགས་ཆེན་བརྒྱད། ཞེ་ནའི་འགྲིག་རེད། ཀུན་བཟང་ཚིགས་ཆེན་བརྒྱད་ལ་དགོས། གཟུགས་སོགས་ལྔ། རྡོ་རྗེ་མ་ལྔར་བཅས་པ་ཚིག་ཟིན་ལ་མི་གསལ་ཡང། ད་བླ་མ་ཆོས་ཀྱི་བཀའི། ཁམས་བཞི་ཡུམ་བཞི།

མིག་གི་སྒོར་རོ་དེ་ནི་གཟུགས་རྡོ་རྗེ་མ། རྣ་བའི་སྒོར་རོ་དེ་ནི་སྒྲ་རྡོ་རྗེ་མ། སྣ་ཡི་སྒོར་རོ་དྲི་རྡོ་རྗེ་མ། ལྕེ་ཡི་སྒོར་རོ་དེ་ནི་རོ་རྡོ་རྗེ་མ། རོ་བ་ད། རྡོ་རྗེའི་སྒོར་རོ་དེ་ནི། དེ་ནི་རེག་བྱ་རྡོ་རྗེ་མ། ཅེས་ནི་འདི་ནི། རྡོ་རྗེ་མ་ལྔ་ཡུམ་ལྔ་སྟེ། ད། ཡབ་སོགས་དང་འོ་ད། འདི་རེད། ཕན་ཚུན་འཁྱུད་པས་ཚུད་པའི་ལྕེ།

ཐེག་ཆེན་དགྲ་བཅོམ་སངས་རྒྱས་འཕགས་པ་མྱེད་དེ། དེ་ཡང།